ད་རན། གནས་ཁྱད་པར་ཅན། རྡོ་རྗེ་གདན་དང་རྟེན་ཁྱད་པར་ཅན། སྟོན་པ་ཤཱཀྱ་ཐུབ་པའི་སྐུ་བརྙན། ལྷག་པར་དུ་ཡང་དེ་ནི། སངས་རྒྱས་དངོས། རྒྱལ་བ་དོན་གྱི་བདག་པོ། སྟེ། བཞུགས་པའི། སྐབས་དང་བསྟུན་ནས་ད་རན་ངས། བོད་མི་སྤྱི་བོ་གནམ་བསྟན་ཡོངས་ལ། ཕྱི་ལོ་ཉིས་སྟོང། ཉི་ཤུ་རྩ་བཞི་ལོའི་ལོ་སར་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་ཡིན། ཨ་ནི། དེ་དང་ཆབས་ཅིག་ཏུ་གསལ་འདེབས་ཚིག་གཅིག་གཉིས་ཞིག་ཞུ་འདོད་བྱུང་སོང། ཨ་ནི། རྩ་བའི་ང་རང་ཚོ་བོད་མི་ཡོད་དོ་ཅོག་གིས་སོ་སོ་རང་འཁྲིས་ཀྱི་ལས་འགན། བོད་ཀྱི་ཆོས་དང་རིག་གཞུང་གང་ཅིའི་ཐད་ལ་ཡང། ཐུགས་འགན་ཆེ་བཞེས་གནང་བཞིན་པ་རེད། དང་དུས་ཡིན་ན་ཡང། ང་རང་ཚོ་བོད་མི། ཡོད་དོ་ཅོག་ནས། ཆོས་དང་རིག་གཞུང། གི་ཐོག་ལ་ཡ། ནི། མི་ཉམས་གོང་འཕེལ་དང་ཉམས་པ་སླར་གསོའི་ཆེད་དུ། ཧུར་ཐག་པ་དག་གནང་རོགས་གནང། ཅེས་ནས། རེ་འདུན་ཞུ་ཡག་ཐུགས་བཞེས་ཡིན། ནི། ལྷག་པར་དུ་ཡང། དེ་ནི་ང་རང་ཚོ་བོད་མི། ཡོད་དོ་ཅོག་གི། ནི། སྤྱི་སེམས། ལྷག་པར་དུ་ད་སྐྱིད་སེམས་ཤུགས་ཆེན་པོ་ཞིག་གནང་ནས་ཨ་ནི་བོད་ཀྱི་སངས་རྒྱས་ཀྱི་བསྟན་པ་ཨ་ནི་དེ་ནང་བཞིན་གྱི་བོད་ཀྱི་རིག་གཞུང་ཆོས་དང་རིག་གཞུང་གང་ཅིའི་ཐད་ལ་ཡང་ཨ་ནི་ཧོར་ཐག་པ་དག་ཅིག་གནང་ཡ་དེ་གལ་ཆེན་པོ་རེད་ཤག་བསམ་གི་ཡོད། ཨ་ནི་ལྷག་པར་དུ་ཡང་ད་མི་རབས་གསར་པ་དུ་ཅིག་ནས་སླེབས་ཡོང་གི་ཡོད་རེད། ཨ་ནི་ང་ཚོའི་མི་ཐོག་དེ་ཡག་གེ་ཨ་ནི་ཡང་མི་ཐོག་གསར་པ་ཅིག་སླེབས་ཡོང་གི་རེད་དེ་གས་དེ་ལས་མི་ཐོས་བཟང་པོ་ཅིག་བསྟན་ཡ་གི་ཆེད་དུ་ང་ཚོ་ད་ལྟ་ཡོད་པའི་ཨ་མི་ཐོག་དེ་ཧུར་ཐག་པ་ད་གནང་བྱས། བོད་ཀྱི་ཆོས་དང་རིག་གཞུང། ཨ་ནི་དུ་ཚོད་འཛིན་སྐྱོང་སྤེལ་གསུམ་བྱེད་ཡག་གི་ཐོག་ལ་ཡ། ཨ་ནི་ཐུགས་ཁུར། ཆེ་བཞེས་གནང་རོགས་གནང་ཟེར་དུ་གསལ་འདེབས་ཞུ་ཡ་ཡིན། ཨ་ནི་ལོ་སར་འཚམས་འདྲི་བཀྲ་ཤིས་བདེ་ལེགས་དང། ཨ་མཐའ་མ་བདེ་ལེགས་ཡ། གངས་རིའི་ར་བས་བསྐོར་བའི་ཞིང་ཁམས་སུ་ཕན་དང་བདེ་བ་མ་ལུས་འབྱུང་བའི་ནི་སྤྱན་རས་གཟིགས་དབང་བསྟན་འཛིན་རྒྱ་མཚོ་ཡི་ཞབས་པད་སྲིད་མཐའི་བར་དུ་བརྟན་གྱུར་ཅིག་ཟིན་གསོལ་འདེབས་ཞུ་བ་ཡིན། ཨ་ནི་ཚང་མ་ལོ། ཨ། ཐུགས་སྤྲོ་པོ་ཡོང་བ་དང་ཨ་ནི། དེ་ནང་བཞིན་ཡོད། སྐུ་གཟུགས་བདེ་ཐང་ཡོང་བ་དང། བོད་ཀྱི་ཆོས་དང་རིག་གཞུང་གི་ཐོག་ལ་ཡ་འགན་ལྷག་པོར་བྱེད་ཅེས་ཁེ་ཡེ་གིས་སྨོན་ལམ་བརྒྱབ་བཞིན་པ་ཡིན་དོགས་གཞི་ཆེ་གནང།